དེང་སང་གི་གཏམ་བཤད་པ་དེ་ཚོ་གི་གཏམ་བཤད་པའི་སྐབས་སུ། ན་ནི། ང་ཚོ་གི་སྙིང་འདི་ན་ཅིག་བེད་སྤྱད་བཏང་ནས་དེ་ནས་ང་ཚོ་གི་གཏམ་བཤད་དེ་ཁ་གསར་བོ་བྱས་ནས་སྙན་ལམ་ནས་སྟོན་ནས་བཤད་གི་འདུག་ཨ་འོ་དེ་ལ་ཟེར་གི་ཡོད་རེད། ཨ་ནི་ད་དེ་ནས་རིན་བྲལ་དེ་འདྲ་དེ་རྒྱག་དགོས་ཡོད་གི་རྒྱུ་མཚན་དེ་ག་རེད་ཟེར་ན། ཨ་ནི་རིན་བྲལ་རྒྱག་མཁན་ཁོ་རང་གི་གང་ཤི་བ་དང་གང་མཐོང་བ་གང་ཤི་བ་དང་གང་བཤད་འདོད་པ་དེ་ཚོ་ཨ་ནི་ཕ་རོལ་བའི་ཉན་མཁན་བས་དེ་ལ་ཡང་ཁ་བསྐོར་རྒྱུ་བ་དང་མཐོང་བཅུག་ཡ་ཤི་བཅུག་ཡ་གི་དམིགས་ཡུལ་དེ་འདྲ་རེད་ཟེར་གི། ཨ་ནི་དེ་འདྲ་བྱེད་དགོས་ཡོད་ན་ང་ཚོ་གི་དེའི་རིན་བྲལ་གྱི་གཏམ་བཤད་དེ་ཧ་ལས་པའི་ཚད་ལྡན་གཅིག་ཡོང་དགོས་པ་རེད་དེ་ཚད་ལྡན་གཅིག་ཡོང་ན་དེ་ལ་ཡོང་ཡག་གི་ཆ་རྐྱེན་ག་རེ་ཡོད་རེད་ཟེར་ན་ཨ་ན་དེ་ལ་རྩ་བའི་ཆ་རྐྱེན་གསུམ་ཅིག་ཡོང་གི་ཡོད་རེད་དེ་ལ་དང་པོ་དེ་ཤེས་བྱ་བདེན་པ་ཡིན་པ་ཨ་ནི་ཤེས་བྱ་དེ་སྒྲུང་དང་སྦྱར་ནས་ཤོད་པ་དེ་ནས་སྒྲུང་དེ་ཡང་འདྲ་པར་དང་མཉམ་དུ་སྦྱར་ནས་བཤད་ན་ད་ཚད་ལྡན་ཡོང་གི་རེད་ཟེར་ནས་བཤད་གི་ཡོད་རེད་ཨ་ནི་དེ་ན་ཨ་ནི་དེ་ཚོ་སྦྱར་དགོས་ཡོད་གི་རྒྱུ་མཚན་ག་རེ་རེད་ལབ་པ་ཡིན་ན་ཨ་ནི་བདེན་པ་བཤད་ན་མི་དེ་ཚོ་གི་ཡིད་ཆེས་གི་རེད་ཟེར་དགོས་ལ་ཨ་ནི་སེམས་སྐུལ་ཐུབ་གི་རེད་ཟེར་དགོས་པ་རེད། ཨ་ནི། ད་དེ་ལ་ཡང་དམིགས་བསལ་གྱི་ཁྱད་ཆོས་གསུམ་གྱི་ངོས་འཛིན་པ་ཡིན་ན། ང་ཚོ་རང་ཉིད་གཏམ་བཤད་མཁན་དེ་ཁོ་རང་ཨ་ནི་ཉན་པ་པོ་དང་མཉམ་དུ་འབྲེལ་བ་དམིགས་བསལ་གྱིས་ཆགས་ཐུབ་ཀྱི་རེད། རང་ཉིད་ཡིན་ན་གཅིག་ག་ལ་བདེན་འདི་ག་ལ་དགོས་རེད་ད་གཅིག་བཟོད་བསྲན་དང་གཅིག་ངོ་རྗེ་རང་བོ་ནས་འདྲ་ཚོ་གཉིས་ཐུབ་ཀྱི་རེད། དེ་དང་མཉམ་དུ་ད་དུང་རང་ཉིད་ལ་བདེན་འཚོལ་ཡོད་པ་ཅིག་སླེབས་ཀྱི་རེད། དེ་རེད། གཉིས་པ་དེ་སྒྲོ་འདོགས་བརྒྱབ་ནས་བཤད་ན། ཧ་གོ་ཐུབ་གི་རེད། ཉན་མཁན་པོ་ཉན་མཁན་པོ་ཚང་མ་གི་ཧ་གོ་ཐུབ་གི་ཡོད་རེད། དེ་ནི་ཁྱེད་རང་གི་ཤེས་བྱ་དེ་གི་རྙོག་དྲ་ཚ་བོ་དེ་ཚོ་སྒྲོ་འགོ་ལངས་ནས་ཁ་གསལ་བོ་དེ་ཐུབ་གི་ཡོད། གསལ་བོ་ཐུབ་པ་དང། དེ་ནི། ཨ་ནི། ག་རེ་ལ་དགོས་རེད། ཁྱེད་རང་གི་གོང་བཤད་པ་དེ་ཚོ་ཉན་མཁན་པོ་གི་ལས་སླ་བོ་མ་བརྗེད་པ། ཨ་ནི་མི་ཚང་མ་གི་གཅིག་གྱུར་གི་ཐོག་ནས་ཧ་གོ་ཐུབ་གི་རེད་ཟེར་ནས་དེ་འདྲ་གི་ཆ་རྐྱེན་གསུམ་གྱི་ཡོང་གི་ཡོད་རེད། ཨ་ནི་གསུམ་པ་དེ་ལ་ད་ང་ཚོ་གི་པར་དང་འདྲ་པར་སྦྱར་ན། ག་རེ་ཁེ་ཕན་ཡོད་རེད་ལབ་པ་ཡིན་ན། ཨ་ནི་ཁྱེད་རང་གི་རྐོང་ཞེས་པ་དེ་ཚང་མ་དེ་ཉན་མཁན་པོ་གོ་ད་རྒྱ་ཆེ་རྒྱ་ཐང་པོ་ཧ་གོ་ཐུབ་ཀྱི་རེད་ཟེར་དེ་མ་ཚད་ཀྱི་ད་ང་ཚོ་གོ་ད་ཉན་མཁན་པོ་ཁོ་རང་གི་བསམ་སེམས་ཁམས་དུ་བཀུག་ཐུབ་ཀྱི་རེད་ཟེར་གོ་དེ་དང་ནང་བཞིན་གྱི་ད་ཉན་མཁན་པོ་ཡིན་ན་ཁོ་རང་གི་ཉོན་མོངས་དུ་ཚང་མེར་ཆག་ནས་ད་བདེན་རྐུབ་ལྕག་དང་སྦྱར་ཚར་བ་ནང་བཞིན་དུ་བཟོ་ཐུབ་ཀྱི་རེད་ཟེར་གོ་དེ་ནི་ཡིད་ཆེས་དེ་ལ་ཡང་ང་ཚོ་གི་ཡིད་ཆེས་རིགས་མ་འདྲ་བ་གསུམ་གྱི་ཡོད་གོ་རེད་བདེན་པ་དུ་རྒྱུ་དེ་ཡོད་ར་དེ་ལ་ང་ཚོ་གི། རིག་པའི་ཐོག་ནས་ད་ག་ལ་དགོས་རེད་བདེན་པ་ཡིན་པ་གཅིག་དང་ཨ་ནི་ང་ཚོ་ཚོར་བ་གི་ཐག་ནས་བདེན་པ་ཡིན་པ་གཅིག་ཨ་ནི་ད་ཡིག་ཆ་གི་ཐོག་ནས་བདེན་པ་ཡིན་པ་གཅིག་ཡིན་དགོས་རེད་ཨ་ནི་དེ་ནས་དེ་ཚོ་བདེན་པ་དེ་གསུམ་གི་ནང་ནས་ད་གཙོ་བོ་དེ་ག་རེད་ཟེར་ན་མིག་གི་སེམས་དེ་ཡིད་ཀྱི་སྐྱོ་བ་དེ་ང་ཚོ་དགོས་ལས་ཀ་ལེགས་འགྲུབ་ཡོང་འདིའི་ལས་ཀ་དེ་ཁྱེད་རང་གི་དེ་བསམ་ཤེས་དེ་ལེགས་འགྲུབ་ཡོང་བ་རྩ་བའི་རྩ་བའི་ནང་གི་རྩ་བ་རེད་ཟེར་དགོས་ཨ་ནི་ད་ང་ཚོ་གི་རིགས་འགྲེ་རྒྱག་ན་ཨ་ནི་ག་རེ་ལ་དགོས་རེད་ཟེར་ན་རིགས་འགྲེ་ཚད་ལྡན་གྱི་བསྒྲིགས་པ་ཡིན་ན་ཨ་ནི་ག་རེ་ལ་དགོས་རེད་ཀྱི། ཕ་རོལ་བོ་ཉན་མཁན་དུ་ཚོལ་བ་དག། གར་ལ་དགོས་དེ་ང་ཚོ་དགོས། ཐག་རིང་མཐོང་ཟིན་ན་དང་ཐག་རིང་པོ་ག་འདྲ་ཟིག་ལ་ཁྲིད་དགོས་ཀྱི་ཡོད་ན་ཡང་ན་གཟབ་ས་ཟིག་ག་འདྲ་ཁྲིད་དགོས་ཀྱི་ཡོད་ན། ད་དུང་ང་ཚོ་དགོས་ཁོ་ཚོ་གཅིག། ཤི་ཡོང་གི་ཚད་གཞི་དེ་མཐོ་ས་ག་འདྲ་ཟིག་ལ་བསྐྱལ་དགོས་ཀྱི་ཡོད་མེད་དེ་ཏག་ཏག་ཧ་གོ་གི་རེད་ཟེར་དགོས། ད་ང་ཚོ་གི་རིན་བྲིས་བསྐྱལ་ན་དེ་འདྲ་གི་ཚད་ལྡན་གཅིག་སྒྲིག་དགོས་ཀྱི་ཡོད་རེད་ཐུགས་རྗེ་ཆེ།